ང་ནི་ཞི་རིན་པོ་ཆེ་ཡི་རྟེན་འབྲེལ་བསྟོད་པ་ལས། ཁྱོད་ཀྱི་ཇི་སྙེད་བཀའ་སྩལ་པ། རྟེན་འབྲེལ་ཉིད་ལས་བརྩམས་ཤིང་འཇུག། དེ་ཡང་ཉེ་ངན་འདི་ཕྱིར་ཏེ། བྱིན་རྒྱུ་མི་མཛད་ཁྱོད་ལ་མེད། བདག་སངས་རྒྱས་བཅོམ་ལྡན་འདས་ཀྱིས། ཆོས་ཇི་སྙེད་ཅིག་བཀའ་སྩལ་བ་ཐམས་ཅད

རང་བཞིན་གྲུབ་པའི་རྡུལ་ཙམ་ཡང་མེད་པ་དེ་འདྲའི་རིག་པ་ལ་བརྟེན་ནས་ཨ་ནི་ཅིག་སྟོང་རྒྱུ་འདུས་པའི་ཤེས་རབ་རྒྱུ་ལ་སྐྱེ། སྐྱེ་དགོས་པའི་རྒྱུ་མཚན་དེ་ཡང་དེ་ཡི་མྱི་ངན་འདས་ཕྱིར་དང། མཐར་གཏུགས་ན་སྟོང་རྒྱུ་འདུས་པའི་ཤེས་རབ་ལྷག་མཐོང་བསྒོམ་པ་དེ་ལ་བརྟེན་ནས་ཨ་ནི་ཅིག་བདག་ཉིད་རང་ཡིན་ན་ནི་རང་རང་གི་སྒྲ་བརྗོད་པའི་གོ་འཕང་ཐོབ་ཡ། ཐེག་པ་ཆེན་པོ་ཡིན་ན་ནི། ཨ་ནི་བྱང་ཆུབ་སེམས་སྙིང་རྗེ་ཆེན་པོ་གྲོགས་དང་བཅས་པའི་སྒོ་ནས། རྣམ་མཁྱེན་རྒྱལ་བའི་གོ་འཕང་མཐོ་ཡང་མྱི་ངན་འདི་ཅིར། འདི་ཅི་སྟེ་སོ། ཞི་འགྱུར་མི་མཛད་ཁྱོད་ལ་མེད། སངས་རྒྱས་ཐུབ་ཆེན་འདས་ཀྱིས་ཆོས་གསུངས་པ་གང་ཐམས་ཅད། འཕགས་པ་ཐམས་ཅད་རྒྱལ་བའི་གོ་འཕང་དུ་སོང་བ་མ་གཏོགས་ཅི། ཨ་ནི་གཞན་གྱི་དང་འཇིག་རྟེན་གྱི་བྱ་བ་འཕེལ་བ་དང། ཨ་ནི་ཅིག། མི་མཐུན་པའི་བྱ་བ་དེ་འདྲའི་ཨ་ནི་གསུང་ཡ་དེ་སངས་རྒྱས་བཅོམ་ལྡན་འདས་ཁྱོད་རང་གིས་གསུང་ཡོད་མ་རེད་ཟེར་བ། ཞིག་ཡོད་མི་མཛད་ཁྱོད་ལ་མེད། འོ་གསུང། ད་དེ་ནས་ང་ཚོ་ཉི་མ་ཁ་ཤས་རྗེས་སློབ་ཚན་འདི་དང་ཤེས་རབ་སྙིང་པོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི

མི་འགྱུར་ནང་གི་མཐའ་དང་ཉམས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ཐུགས་བསྐྱེད་བ་ཡིན་ཙང། ད་སྔོན་པར་གྱུར་པའི་སངས་རྒྱས་ནས་ཡང་ནི་སེམས་ཅན་གྱི་གཞན་དོན་ལ་འབའ་ཞིག། རྫས་ཡག་གི་མ་ཟིན་ཡོད་དེ་གང་ལ། ཨ་ནི་ད་ཅིག་སེམས་ཅན་ལ་མ། ཆོས་བསྟན་ནས་སེམས་ཅན་གྱི་དོན་དོན་རྒྱ་ཆེ་ཤོས་ཅིག་ཡིན་པར་གཟིགས་པ་རེད་སོ། ད་དེ་འདྲའི་གཞན་དོན་རྒྱ་ཆེན་པོ། རྫས་ཡག་འདི་གའི་ཨ་ནི་པ་མཛད་ས་ཡུལ་དེ་ལ་ཡང།

ཨ་ནི་གཉིས་པ་བྱ་རྒོད་བུམ་ཚིག་གཉིས་མེད་པའི་ཆོས་འཁོར་ལོ། ཨ་ནི་གསུམ་པ་ཡངས་པ་ཅན་དུ་བལྟ། ཨ་ནི་གཅིག་ལེགས་པར་རྣམ་ར་བྱེད་པའི་ཆོས་འཁོར་ལོ་ཟེར་ད་དེ་གཉིས་ཀྱི་ཐ་སྙད་ཅིག་རྒྱག་དགོས་རེད། ཨ་ནི་ཕྱོགས་ཀྱི་ནས་ཀྱི་ཡང་གཅིག། སངས་རྒྱས་བཅོམ་ལྡན་འདས་སྐུ་ཚེ་སྟོད་ལ་སོང་ཡ་དུ་ཚོ་གཅིག་བྱས་ཨ་ནི་སྐུ་ཚེ་བར་ལ་སོང་ཡ། སྐུ་ཚེ་མཐའ་མ་སོང་ཡ། དེ་འདྲའི་གི་ཡང་རིམ་པ་ཅིག་བཞག་ཚུལ་ཁག་མི་འདྲ་བ་ད་བལྟས་ཚེ་ཡོང་དགོས་རེད་ཟེར་བ།

ད་འཁོར་ལོ་དང་པོ་གསུངས་ནས་ཨ་ནི་འཁོར་ལོ་གཉིས་པའི་གི་པ་རུ་དེ་ལ་ད་ལུས་དུས་གང་དྲན་རེད་སོ། ཅི་དང་ལས་སངས་རྒྱས་བཅོམ་ལྡན་འདས་ཨ་ནི་ད་དགུང་ལོ་སུམ་ཅུ་སོ་ལྔ་ལ་མངོན་པར་བརྒྱུད་པ་སངས་རྒྱས་པ་རེད། ཉི་ཤུ་རྩ་དགུ་བར་དུ་ཁྱིམ་ལ་བཞུགས་བྱས། ཨ་ནི་སངས་རྒྱས་སུམ་སོ་ལྔ་ལ་མངོན་པར་བརྒྱུད་པ་སངས་རྒྱས། དེ་ནས་གི་བདུན་ཕྲག་བརྒྱད་ཨ་ནི་ཆོས་མ་གསུངས་བྱས་ནས་ཨ་ནི་ད།

ད་དེ་ནས་ཀྱི་མཁས་པ་ཁ་ཤས་ཀྱི་གསུང་ཚུལ་འདི་ལ་ནི་ཅི། སངས་རྒྱས་བཅོམ་ལྡན་འདས་ད་ཉེ་སྔ་ལས་འདས་པའི་ལོ་དེ་ལ་ནི་ཆོས་འཁོར་བར་པ་གསུངས་པ་ཟེར་བས་ན་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་གདན་བཞི་ཆོས་འཁོར་གསུངས་ནས་འདི་འདྲའི་ཀྱི་ལོ། བཅུ་བཅུ་གཉིས་བཅུ་གསུམ། དེ་འདྲ་ལས་གསུངས་པ་ཟེར་ད་དེ་འདྲ་མི་མཐུན་པ་ད་ལྟ་ད་ལྟ་ཅི་མང་པོ་ཅིག་ཡོང་བསྡད་ཀྱི་འདུག་ཟེར་བ་ད་ལྟ་ངའི་དུ་དཔེ་ཆ་མ་ཁ་ཤས་ནང་ད་ནི་ཁ་ཤས་མཁས་པ་ཁ་ནས་དེ་འདྲའི་མི་མཐུན་པ་ཡོང་བསྡད་ཀྱི་འདུག

བཀའ་མོལ་ན་སྐད་ཆ་བཤད་བ་ན་ཞིག་གཞན་ནས་འདི་འདྲའི་གསུངས་པ་ཤེས་ཀྱི་རེད་བས་ཟེར་ན། དེ་འདྲའི་རེད་མི་འདུག་ཟེར་བ། སང་ཉིན་བཅོམ་ལྡན་འདས་ཀྱིས་ཨ་ནི་ད་ཅིག། ཆོས་གསུང་ཡ་འདི་ལ་སྡེ་ཚན་གསུམ་འདྲ་བོ་ཕྱེ་ནས། ཨ་ནི་གཞན་ནས་གསུངས་པའི་བཀའ་ཟེར་ནས་གཅིག་བཅད། ཨ་ནི་བྱིན་གྱིས་བརླབས་པའི་བཀའ། ཨ་ནི་ག་རེ། ངོ། གཞན་གསུམ་བྱིན་གྱིས་བརླབས་པའི་བཀའ། རྗེས་སུ་གནང་བའི་བཀའ།
འོ་དེ་འདྲས་ཀྱི་ད་སྡེ་ཚན་གསུམ་འདྲ་བོ་ཞིག་ལ་བག་ཡེ་གི་ཡོད་ཟེར་རེད་ཟེར་བ། དེ་ནས་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་ལ། སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ཅིའི་ཆོས་གསུངས་ས་འདི་ལ་ས་གནས་ཀྱི་བྱང་ཆུབ་སེམས་དཔའ་དང་ཉན་ཐོས་དང་རང་རྒྱལ་དང་དགྲ་བཅོམ་པ་དེ་འདྲའི་ཤེས་བྱ་ད་ཅི་ཁྲི་ཕྲག་འབུམ་ཕྲག་འདི་འདྲ་དག་འཁོར་བཅས་སུ་གསུངས་པ་ཡོད་རེད་ཟེར་བ། ད་དེ་དུས་སྐབས་ལ་ཅིག་ང་ཚོ་ན་ཞིང་གི་ཡི་གེ་ལ་བབས་ནས་ཡི་གེ་ཤུགས་ཀྱིས་གང་ལ་བབས་དེ་འདྲའི

ཨ་ནི་བསམ་གཏན་དངོས་གཞི་ལ་བརྟེན་ནས་དེ་འབྲས་ཀྱི་ཆུ་རྒྱུན་ཏིང་ངེ་འཛིན་ཟིན་ཉིད་དང། ཨ་ནི་མི་བརྗེད་པའི། ཅི་དང་གཟུངས་དེ་ལ། ཨ་ནི། གཟུངས་བཞི་ནི་ཡིན་ལ་ཚིག་གི་གཟུངས་རོ། ད་ལྟ། ཚིག་གི་གཟུངས་ཟིན་ཉིད་རྩ་བ་ཉིད་ན་དག་ཅིག། ལོ་བརྒྱ་ཕྲག་མང་པོར་འགྲོ་སོང་ན་གཅིག། ཐོས་སོང་ན། བརྗེད་ཡ་མེད་པར་དེ་འབྲས་ཀྱིས་དག། ཡོན་ཏན་ཐོབ་ཡོད་རེད་ཟེར་བ།

ད་དེ་དུས་ག་ལ་སངས་རྒྱས་བཅོམ་ལྡན་འདས་དང་དགོངས་པ་བཟོ་ཡག་དེ་བཞིན་དགོངས་ལོ་རྒྱ་བཅུ་མ་རེད། དེ་འདྲའི་ཡིན་ཟེར་དེ་འདྲའི་ད་དགོངས་པ་བཟོ་ཡག་མ་ད་སངས་རྒྱས་བྱང་ཆུབ་སེམས་དཔའ་དགྲ་བཅོམ་པོ་མང་པོ་ཅིག་ད་མངོན་ཤེས་ཀྱི་མཁྱེན་གོ་རེ་ཟེར་བ་ད་སངས་རྒྱས་བཅོམ་ལྡན་འདས་དགོངས་པ་བཟོ་ཡག་ཉེ་བར་འདུག་བསམ་མེད་ཨ་ནི་མང་པོ་ཅིག་ད་སངས་རྒྱས་བཅོམ་ལྡན་འདས་དགོངས་པ་མ་བཟོ་ངེས་ནས་ད་དགྲ་བཅོམ་པ་དང་བྱང་ཆུབ་སེམས་དཔའ་མང་པོ་ཅིག་གནས་ལ་དགོངས་པ་སོགས་འགྲོ་ཡང། ང་ཚོའི་གསུང་ཚོད་ཅིག་ལ་གནས་བརྟན་བཅུ་དྲུག་འདི་ཚོ་ཡང་དགྲ་བཅོམ་སངས་རྒྱས་བཅོམ་ལྡན་འདས་དགོངས་པ་མ་བཟོ་ངེས་ལ་དགོངས་པ་བཟོ་བའི་གནས་ཚུལ་དེ་འདྲའི་ཞིག་ནམ་རྒྱུན་གསུང་གི་འདུག་ཨ། ཤཱ་རིའི་བུ་དང་མོ་མཁན་བུ་གཉིས་ཡང་སངས་རྒྱས་བཅོམ་ལྡན་འདས་དགོངས་པ་མ་བཟོ་དགོས་ལ་ངེས་ལ་བཟོ་ཡ། དེ་འདྲའི་གི་ད་མངོན་ཤེས་ཐོག་ནས་ཁྱི་མགོ་རུ་སངས་རྒྱས་བཅོམ་ལྡན་འདས་དགོངས་པ་བཟོ་སོང་ན་འདི་འདྲའི་གི་ད་ཅིག

ད་དུས་དུས་གང་ལ་སངས་རྒྱས་བཅོམ་ལྡན་འདས་ནས་དགོངས་པ་བཟོ་ས་རེད། ད་དུས་དུས་གང་ལ་འུ་ཟུང་ཆེན་མོ། ཞེས་འུ་ཟུང་ཆེན་མོ་ཟེར་ངེས་འདི་ད་ཁོ་རང་མི་བསྟན་པའི་འགན་བཞེས་ངེས་བྱས་རྗེས་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་ན་ཡང་ཨ་ནི་ད་ཅིག་བསྟན་པ་ལ། བྱ་བྱས་རྗེས་སྐྱ་ཆེན་པོ་སྣ་ལྔའི། ཨ་ནི་འུ་ཟུང་ཆེན་མོ་ཟེར་ངེས་རྗེས། ད་ཁོ་རང་གི་འགན་གཙོ་བོ་འགྲོ་བའི་ཁྱད་ནི་ད་འདུག་བྱ་བ་ཡིན་ན། ཨ་ནི་གང་ཟག་གཅིག་ལ་དགྲ་བཅོམ་པ་དང་བྱང་ཆུབ་སེམས་དཔའ་མང་པོ་ཅིག་དགོངས་པ་བཟོ་ནས་བཞུགས་མ་ད་འདི་པས་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་གསུང་མགྱོགས་ཀྱིས་ད་བཀའ་དང།

མ་ལོངས་ཞེས། ཨ་ནི་འུ་གསུང་གི། ད་དུས་དུས་ཀུན་དཀར་པོ་དེ། འོ་ཨ་ཨ་འདི་གསུང་ད་རོ། ད་དུས་དུས་ག་ལ་ད་ཀུན་དཀར་བོ་སངས་རྒྱས་བཅོམ་ལྡན་འདས་ཀྱི་རྩ་བའི་མིག་གིས་ཀུན་དཀར་བོ། ཨ་ནི་གཅིག། བདེན་ལུས་གསུམ། ཕལ་ཆེར་བློ་ལ་ཐུགས་ལ། གསུམ་ནི།

ཀུན་དགའ་བོ་སྔོན་གནས་དྲང་ངེས་ཀྱི་བདག་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་གསུང་སྐྱོང་ཡོངས་རྫོགས་པ་ཐུགས་ལ་ཟུངས། མི་བརྗེད་པའི་གཟུངས་ཐོབ་དེ་རེད་ཟེར་བ། ཆོས་ག་རེ་རེད་ང་དེ་འདྲའི་འདི་སྐབས་ལ་དེ་འདྲའི་གསུངས་སོང་འདི་སྐབས་ལ་དེ་འདྲའི་གསུངས་བཤད་ཆོག་ཆོག་ཡོད་རེད་ཟེར་ཀུན་དགའ་བོར། ཡིན་ལས་ཁོ། སྒོམ་སྒྲུབ་ཉམས་ལེན་མ་བྱས་པའི་རྐྱེན་གྱིས་ཁོ་དགྲ་བཅོམ་པ་གོ་བ་མཐོང་མི་འདུག། དེ་འདྲས་ཡིན་ན་ང་རང་ཚོ་ནམ་རྒྱུན་གྱི། ཆོས་བྱེད་ཀྱི་ཡོད་ཟེར་ཡང་ཨ་ནི་ཆེ། ཁ་ནས་འདོན་པ་འདོན་ཡག་དང་དེ་འདྲའི་བསམ་ཡིག་ཡང་འཕེན་དགོས་བསམ་བློ་སྒོམ་དེ་དཔེ་གལ་ཆེན་པོ་ཡིན་ས་རེད་ཟེར་བ། ཨང། ད་དེ་དུས་སྐབས་ལ་ད་དགྲ་བཅོམ་པ་གཅིག་མ་ཚང་བ་ཡིན་ད་ད་ཀུན་དགའ་བོ་དེ་སྒོམ་རྒྱག་བ་ཡིན་ན་ཨ་ནི་ཁོ་དགྲ་བཅོམ་པའི་མགྱོགས་པོ་ཐོབ་ཡག་གི་ནུས་པ་ཡོད་བ་དེ་སངས་རྒྱས་འོད་སྲུང་གི་ད་མངོན་ཤེས་ཀྱི་ཁྱིམ་སྒོ་ཡོད་རེད་ཟེར་བ། བྱ་དང་འོད་སྲུང་གིས་དང། ཀུན་དགའ་བོ་ལ་འཇམ་པོ་འདྲ་བོ་བྱས་ནས་ཁོ་ལ། ཨ་ནི་ཅི་ཁོ། དགུན་གྲོ་ཉག་ལེན་བྱེད་ན། ཡག་ག་ཡོད་ན་ཁོ་ལ་གཙུག་པོ་ཟེར་ད་གཙུག་པོ་ཟེར་ནས་སྡུག་ཅག་བྱས་ནས་ཁོ་ལ། བྱས་ག་ནས་ཟིག་དུས་ག་ལ་ཁོ་ལ་གཙུག་པོ་བྱས་ན་ཡག་ག། བྱུང་བ་དེ་ཁོ། ཟིག་པ་རེད་ཟེར་དངོས་གཞི་བཏོན་ནས། འཕགས་པ་འོད་སྲུང་གིས་རོ།

ཀུན་དགའ་བོ་དང་སངས་རྒྱས་བཅོམ་ལྡན་འདས་ག་དུས་ནས་ལྷན་དུ་ཕེབས་འདོད་གང་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་མཚམས་དང་སྔགས་དགོངས་པ་བཟོ་མཁན་ཡིན་ཟེར་འདོད་ག་ལ་ཀུན་དགའ་བོ་སྣང་བ་དོང་སྣང་སྤྲད་མི་འདུག་ཨ། དེ་འདོད་ག་ལ་ཀུན་དགའ་བོས་ཨ་ནི་ཅིག་སངས་རྒྱས་བཅོམ་ལྡན་འདས་ལ་བདག་དགོངས་པ་མ་བཟོ་རེ་ཞུ་ཞུ་བ་ཡིན་ན། ཡང་དེ་འདྲའི་ཁྱད་པར་ཡོད་ས་རེད། ཁྱོད་རང་སངས་རྒྱས་བཅོམ་ལྡན་འདས་ལ། ཁྱོད་རང་ཨ་ནི་དགོངས་པ། དགོངས་པ་མ་བཟོ་ཞུས་མི་འདུག་ཨ། ཨ་ནི་སངས་རྒྱས་བཅོམ་ལྡན་འདས་ལ་ཁྱོད་རང་སངས་རྒྱས་བཅོམ་ལྡན་འདས་འཕགས་ཆེན་དུ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཁ་བསྐུམ་འདོད་གང་ལ་ཁྱོད་རང་གིས། འདམ་ཞུ། སྐུ་དེ་འདྲའི་སྤོབས་པ་དེ་འདྲ་ཕུལ་དུ་འོང་བ་ངེས་པ་གཉིས་ཆེ། ཨ་ནེ་སངས་རྒྱས་བཅོམ་ལྡན་འདས་ཀྱིས། ཆོས་གོས་དང་དུས་ཚོད་གང་ག་ཁྱོད་རང་ཁྲུས་ནས་ས་གང་དུ་བསྐམས་འདུག་ཨ། དེ་ས་ག་ལ་བསྐམས་བསྐམས་དགོས་ཡོད་མ་རེད། ཁོ་རང་འདུག་བཞག་བཞག་ན་ཨ་ནེ་ལྷ་ཡི་དབང་པོ་རྒྱལ་ཆེན་དང་ཚངས་པ་འདུ་འཛོམས་ཀྱི་བར་སྣང་ལ་འཇུས་བསྡད་ཀྱི་རེད། ཨ་ནེ་དེ་ནས་ཀྱི་ག་རེད། སངས་རྒྱས་བཅོམ་ལྡན་འདས་དགོངས་པ་རྫོགས་ནས་ཁྱོད་རང། སྐུ་གཟུགས་ལ་དུག་ལོག་མ་བསྐམས་ནས་བཞག་འདུག་ད་དེ་འདྲའི་ངེས་པ་བརྒྱད་བཏང་ནས་པིར་དག་ག་ལ་ཡར་ལ་སྤྲད་ཡག་རེད་ཟེར་རོ། ད་གིན་ནས་ཀུན་དགའ་བོ་འདི་ལ་ཁོ་རང་ཅི་ད་སོག་པ་དུ་ཡོང་བར་བ་བུམ་པ་ནས་སྤེལ་ནས་ཨ་ནི་ཀུན་དགའ་བོ་ད་སེམས་དུ་དུ་སྐྱོ་ནས་ཨ་ནི་ཅི་དུ་ཨ་ནི་ད་ཁོ་རང་གིས་མི་ངོ་ཤེས་པ་འདི་ནས་ག་རེ་བྱས་སོང་ཨ་ནི་ད་ཁྱོད་རང་སྒོམ་བརྒྱབས་ཀུན་དགའ་བོ་ལ་ཁྱོད་རང་སྒོམ་བརྒྱབས་ཨ་ནི་ཀུན་དགའ་བོས་མི་སྒོམ་བརྒྱབས་ནས་ཨ་ནི་ཡུན་རིང་མ་དུ་དགྲ་བཅོམ་པའི་གོ་འཕང་ཐོབ་པ་རེད་ཟེར་བ།

ཨཱ་ནི་དེ་དུས་གལ་ཏེ། ཨཱ་ནི་ཀུན་དགའ་བོ་ཀྱེ་ད་སངས་རྒྱས་བཅོམ་ལྡན་འདས། ཞེས་ཞུས་པའི་སྐབས་ལ་ང་སངས་རྒྱས་བཅོམ་ལྡན་འདས་ཀུན་འདུས་ན་དེ་འདྲའི་དེ་འདྲ་ཐོས་སོང། ད་ད་ད། ཀུན་དགའ་བོ་ཀྱེ་མདོ་སྡེ་སྡེ་སྣོད་རོ། མདོ་སྡེ་སྡེ་སྣོད་ཀྱི་ད་ཏིང་ངེ་འཛིན། མདོ་སྡེ་སྡེ་སྣོད་ཀྱི་ཏིང་ངེ་འཛིན་རོ། ཏིང་ངེ་འཛིན་གྱི་ཨ་ནི་བརྗོད་བྱ། ཏིང་ངེ་འཛིན་བརྗོད་བྱ་གཙོ་བོར་བྱས་ཉན་གྱི་རྟགས་མདོ་ཡོངས་སུ་དྲི་བྲལ་ག་ལ་ངས་ཐོས་སོང་ཟེར་མ་ཞུ་རྒྱུ་དང་ལ་ཨ་ནི་དགེ་སློང་པ། དགྲ་བཅོམ་པ་ལྔ་བརྒྱ་གིས། ད་ཡག་པོ་རེད་ཡག་པོ་རེད། ད་དེ་འདྲའི་རྒྱབ་སྐྱོར་གནང་ཡ་དེ་འདྲས་བྱས་ན་ཞི་གནས་ཀྱི་བཀའ་བསྡུ། བཀའ་བསྡུ་ད་བཀའ་བསྡུ་མཛད་པ་རེད་ཟེར། བདག་དེ་ནས་ཀྱི་ཨ་ནི་འོད་སྲུང་ཆེན་པོ་ཀྱིས་དེ་ག་ན་ཞིང་མ་མཛད་ན་ཨ་ནི། རྔོན་པའི་སྡེ་སྣོད། སྔོན་པོ་དང་ང་རང་ཚོ་བྱིངས་ཤར་བསླབ་པ་གསུམ་གྱི་ནང་ནས་ཤེས་རབ་ཀྱི་བསླབ་པ་བཞོ་བྱ་གཙོ་བོར་བྱིངས་ཀྱི་སྔོན་པོའི་སྡེ་སྣོད་ཡོངས་རྫོགས་ཨ་ནི་ང་སྐབས་དེ་དུས་སངས་རྒྱས་བཅོམ་ལྡན་འདས་ནས་དེ་འདྲས་ཐོས་སོང་དེ་འདྲས་ཐོས་སོང་ཚུལ་མང་ཞུས་ཨ་ནི་དགྲ་བཅོམ་པོ་ལྔ་བརྒྱ་པོ་དང་དགྲ་བཅོམ་པོ་ལྔ་བརྒྱ་ཟེར་ན་དག་བཞི་བརྒྱ་དགུ་བརྒྱ་ཚང་མས་ཀྱིས་ཨ་ནི་ངོས་ལེན་ཞུས་དེ་འདྲས་བྱིངས་ཚར་བ་རེད། ཨ་ནི་དེ་ནས་ཀྱི་འཕགས་པ་ཉེ་བར་སྒོ་འཕགས་པ་ཉེ་བར་སྒོ་ཀྱི་ཨ་ནི་ང་རང་དང་དག་ཚོས་ཚུལ་ཁྲིམས་ཀྱི་བསླབ་པ་ཏིང་ངེ་འཛིན་གསུམ་གྱི་ཚུལ་ཁྲིམས་བསླབ་པ

ད་དེ་ནས་ཀྱི། ང་རང་ཚོ་ད་སྐབས་ཀྱི་ཕྱིན་བཅུ་གྱི་ཤེས་རབ་སྙིང་པོ་སྟེ། ཨ་ནི་ད་སྡེ་སྣོད་གསུམ་གྱི་ནང་ནས། ད་སྔོན་པའི་སྡེ་སྣོད་རུ། ཨ་ནི་བརྗོད་བྱ་ཤེས་རབ་ཀྱི་བསླབ་པ་གཙོ་བོར་བྱེད་པའི། ད་སངས་རྒྱས་ཀྱི་བཀའ་རྒྱ་རེད་འདི་གོ་རེ་སོ། ངོ། ད་དེ་ནས་ཀྱི་ཤེས་རབ་སྙིང་པོ། ད་བཙལ་བས་ཀྱི། ཤེས་རབ་སྙིང་པོ་ནང་ལོགས་ལ་ཡང།

ཨོ་གེ་ཤི་ལ་ངས་བལྟས་ན་བདུན་བཟོ་ཚང་མ་བསྟན་འགྱུར་རྣམས་ལ་ཡོད་རེད་བ། རེད་བསྟན་འགྱུར་རེད་བསྟན་འགྱུར་བསྟན་ཚང་མ་བསྟན་འགྱུར་ན་ཡོད་རེད། ཨོ་བདུན་བཟོ་ཆ་ཚང་བོད་ཡིག་ཐོག་ལ་ཕབ་འདུག་བ། རེད་རེད་ཕབ་ཡོད་རེད་བ།
ཨ་ནི་གསུམ་འགྱུར་ཨ་ནི་གཞན་དག་བདུན་བཟོ་མ་འགྱུར་ཟེར་ཡ་དེ། གསུམ་འགྱུར་ཟེར་ད་ལྟ་འདི་མིན་འགྲོ། ཕ་བོད་ལ་སླེབས་ནས་བླ་མ་ཕ་ཕས།

ལྔ་བཅུ་ང་དགུ་ལ་ཕེབས་འདུག་ཨ། དེ་དུས་ག་ལ། བསྟན་བདག་ལྷ་རམས་པའི་ད་ལྟ་དེ། ཤེས་རབ་ཉི་པའི་འགྲེལ་བ་རྣམས་ལ། ཨ་ནི་འཇམ་དབྱངས་ག། དགའ་བའི་བློ་གྲོས་ཀྱི་གཞུང་འདི་རིགས་དྲངས་དུས་ག་ལ། ཕལ་ཆེར་ད་ཕེབས་ནས་ལོ་ཉིས་བརྒྱ། ལྷག། འགྲོ་བ་འགྲོ་ཕྱིར་བ། དེ་འདྲའི་ཡོད་ཚད་སྔ་ས་སྔ་ས་ཕེབས་རྒྱུ་མཁས་པའི་དབང་པོ་ཞིག་རེད་འདུག་ཨ་ཟེར་བ།

ཨ་ནི་གཅིག་དང། བསྟན་བཅོས་དང་དེ་འདྲའི་ཆོས་ཕྱོགས་ཀྱི་བྱ་བ་རྒྱ་ཆེན་མོ་ཅིག་གནང་དུས་གང་ལ་ཨ་ནི་རྒྱལ་དབང་བར་ཆད་འདི་འདྲའི་གི་ད་ཡོང་ཡ་ཉེན་ཁ་ཡོད་རོ། དེ་འདྲའི་མ་ཡོང་དུས་ཨ་ནི་སོ་སོ་གི་ཨ་ནི་ཡི་དམ་ལྷ་ཡི་ལྷ་དང་དུ་ཟོ་ལ་ཨ་ནི་གཅིག་བར་ཆད་མ་ཡོང་དུས་ཆོས་པ་ཆོས་ཡ་དེ་འདྲའི་གི་ད་ལུགས་སྲོལ་ཅིག་ཡོད་རོ་འདི་ཡིན་ཟེར་ཡས་སོ།

ཨ་ནི་དེ་གཉིས་མེད། ད་དེ་འདྲས་ཀྱི་མཐར་གཏུགས་ན། ཨ་ནི་ཐར་པ་ཐམས་ཅད་མཁྱེན་པའི་རྣམ་མཁྱེན་རྒྱལ་པོའི་གོ་འཕང་མཐོ་ཡ་གི་ལམ་དེ་ལ། གཅིག་མ་གཏོགས་ཀྱི་དེ་འདྲས་གཉིས། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་ཡོད་རེད་ཟེར་ན་གསུངས་ཡོད་མ་རེད། ནམ་རྒྱུན་ང་ཚོ་ཞི་རྒོལ་གཉིས་པ་མེད་པ་དང། འགྲོ་བ། ཨོ་ཡ། འགྲོ་བའི་ལམ། གཉིས་མེད་གཅིག་ཏུ་གསུངས་པའི་རྒྱལ་བ་ལ་ཟེར་བ། བཏུས་ནས་དེ་ཡི་གསུང་གིས་དཔྱད་པས་སོ་ད་དེ་འདྲས་ཡིན་ཙང་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་འདྲའི་གསུང་གིས་དཔྱད་པས་མཛོད།

གྲོགས་བྱས་ནས་ཨ་ནི་ཅིག། སངས་རྒྱས་བཅོམ་ལྡན་འདས་ཀྱི་བདག་མ་འོངས་པ་ལ་སོ་སོ་སངས་རྒྱས་ཀྱི་སངས་རྒྱས་ཕ་རོལ་འགྲོ་བའི་དོན་དེ་གོ་གོ་རེ་ཟེར་ཕ་རོལ་ཕྱིན་པ་ཟིན་ཡིན་ནོ། བདག་ཅི་དང་གི། ཨ་ནི་བཅོམ་ལྡན་འདས་མ་སྲིང་དང་ཡང། ཨ་ནི་སྟོང་ཉིད་བསྡུས་པའི་ཤེས་རབ། གཅིག་པུ་ལ་གོ་ཡ་ཅི་ཡོད་རེ་ཟེར་བ་བཅོམ་ལྡན་འདས་མ་ཟེར་བ།

ད་ད་ད་བཅོམ་ལྡན་འདས་མ་ཟེར་གྱིན་འདུག་མ། མ་དེ་ཨ་ནི། ཤེས་རབ་ལ་གོ་ཡ་དང་ཁ་དེ་ཐབས་ལ་གོ་ཡ་ཁུངས་དེ་ཨ་ནི་ས་ལུས་འཇམ་པའི་མདོ། ས་ལུས་འཇམ་པའི་མདོ་ལས། མ་ནི་ཤེས་རབ་ཕ་ནི་ཐབས། དགེ་བ་རྣམས་ནི་གཡོག་ཡིན་ལ་གཉིད་དུ་བྱང་ཆུབ་མཆོག་རྣམས་དང་ཞེས་གསུངས་སོ་ད་དེ་རེ་སྒྱུག་མོ་ཁ་བྱེད་རོགས། སྒྱུག་མོ་ཁ་བྱེད། འོ་དེ་བྱེད། ད་དེ་ནས་ཀྱི།

བསྟན་བྱ། པ་རམ་འདེགས་ཤིང་མདའ་ཡང་ཤེས་རབ་རོ། ཤེས་རབ་ཀྱི་ཕ་རོལ་ཕྱིན་པ། གོ་ག་མཛེས། ཤེས་རབ་སྙིང་པོ་སྟེ་སྡེ་སྣོད་གསུམ་གྱི་ནང་ནས་ད་སྔོན་པའི་སྡེ་སྣོད་ཡིན་པ། ཡིན་པ་སྟེ་གཞན་མདོ་སྡེའི་སྡེ་སྣོད་དང་འདུལ་བའི་སྡེ་སྣོད་མ་ཡིན་པ། དོགས་པ་སེལ་བའི་ཆེད་དུ། ད་ལྟ་དེ་མཚན་དེ་མོས་པ་རེད་སོ། དེ་ལྟར་ལྷ་རམ་ནོན་ཡོད་བསམ་ས་ད་དེ། མོས་དགོས་པ། ལོ།

ཐུགས་མོ་བའི་གླིང་བཤད་ཅེས་བྱ། དག་དང་པོ་གླིང་བཞི་ལ་ཐུགས་མོ་དང་ཐུགས་མོ་མ་ཡིན་པའི་དང་པོ་ནི་ཕུན་སུམ་ཚོགས་པ་བཞི་སྟེ་དག་འདི་རེད། གླིང་བཞི་འདི་ལ་ཕུན་སུམ་ཚོགས་པ་བཞི་ཟེར་བ། ཁ་ཞེ་ལྔ་གསུངས་མྱོང་ཡོད་རེད་ད་འདི་བགྱིད་དོ། ཨ་ནི་འདི་སྐད་འདི་སྐད་ཐོས་པ་དུས་གཅིག་ན་ཟེར་ན། ཨ་ནི་དུས་ཕུན་སུམ་ཚོགས་པ་བྱེད། ཨ་ནི་བཅོམ་ལྡན་འདས་ཟེར་ན་སྟོན་པ་ཕུན་སུམ་ཚོགས་པ་བྱེད། རྒྱལ་པོའི་ཁབ་བྱ་སྒོ་སྤུངས་པའི་རི་ལ་དགེ་སློང་བྱ་སྒོ་སྤུངས་པའི་རི་ལ་ཟིན་ན་ཨ་ནི་ག་རེ་གནས་ཕུན་སུམ་ཚོགས་པ་བྱེད། དགེ་སློང་གི་དགེ་འདུན་ཆེན་པོ་དང་ཞེས་པ་ན་ཐབས་བྱུས་དུ་བཞུགས་པས་ཟེར་ན་ཨ་ནི་འཁོར་ཕུན་སུམ་ཚོགས་པའོ། འདི་འཁོར་ཕུན་སུམ་ཚོགས་པའི་གཞི་ལ་གླིང་བཞི་ཐུན་མོང་གླིང་བཞིར་གདའོ། འདི་རེད་ཟེར་བ།

དུས་གཅིག་ན་ཞེས་པའི་སློབ་དཔོན་སིང་ག་སངས་པོ་ལྟར་ན། སངས་རྒྱས་ཀྱི་བྱིན་གྱིས་བརླབས་པའི་མཐུས། སྐད་ཅིག་མ་གཅིག་ལ་ཀུན་ནི་དགའ་བའི་རྣ་བའི་རྣམ་པར་ལེགས་པར་ཤེས་པའི་མདོ་ཡི་ཚིག་རྣམས་མ་ལུས་པར་གནག་གི་ཕྱིར་ད་འདི། སློབ་དཔོན་སེང་གེ་བཟང་པོ་ཅེ་ན། འདི་སྐད་བདག་གིས་བཀའ་བསྡུས་པ་པོ་དེ་ཀུན་དགའ་བོ་ཡིན་ཟེར་བ། ཐོས་པ་དུས་གཅིག་ན་ཟེར་དུས་གང་ནི་ཀུན་དགའ་བོ། ཤེས་རབ་སྙན་པའི་བཀའ་བསྡུས་པ་པོ་རེད། འོ་དེ་འདྲའི་གསུངས་འདུག་ཟེར་ད།

ཡིན་ནས་ཡང་ལས་སླ་པོ་ཅིག་མི་འདུག་ཟེར་བ་དང་འདི་ཙམ་བྲེལ་བ་ཁོ་རང་མ་མང་པོ་ཞིག་ལ་བལྟས་སུ་བལྟས་ཚེ་མི་མཐུན་པ་རྩ་བའི་གེ། རྩ་བའི་གེ་མི་མཐུན་པ་ཡོད་མ་རེད་ཟེར་བ་ཡིན་ན་གསུང་སྟངས་ཀྱིས་བལྟས་བལྟས་སུ་མི་མཐུན་པ་མང་པོ་མཐོང་གི་འདུག་ཨ་ན་ད་རྗེས་ཁོང་ལ་ད་དཀའ་སྡུག་མཛད་ཡག་དང་བྱུང་རིམ་འདུག་ཟེར་བ་དཔེ་གལ་ཆེན་པོ་རེད་ཟེར་བ། ང་རང་ཚོ་ད་ཤར་ཕྱོགས་འབོད་དོན་ནམ་མཁའ་ཕོན་ཆེན་པོ་རེད། ཡེ་ནས་ཀྱིས་ད་དེ་འདྲའི་སྐོར་ལ་ཡང་དོ་སྣང་བསྟན་ཏེ། དཀོན་པོ་འགྲོ་བ་ཅེས་ད་ནུབ་ཕྱོགས་ཀྱི་ཕྱོགས་ལ་ཕེབས་མི་སྲིད་པས་ད་དོང་ལ་འདུག་ས་དཔེ་ཞིབ་འཇུག་གསུང་ཡང་འདུག་ལ་ད་སངས་རྒྱས་བཅོམ་ལྡན་འདས་ཀྱི་བྱུང་རབས་སྐུ་འཚོ་དང་ད་བཟང་མོ་རང་ཁྱིམ་རོའམ། དེ་འདྲའི་ཀྱི་ཞིབ་འཇུག་གསུང་ཡང་ཡོད་ས་རེད་བསམ་པས་གལ་ཆེན་པོ་རེད་བཟོ། ད་ག་རེ་ཡིན་ནས་གཞུང་ག་རེ་ཉམས་ལེན་བྱས་ན་ཡང་རྒྱབ་ལྗོངས་དེ་མཁྱེན་དགོས་ས་དཔེ་གལ་ཆེན་པོ་རེད་བཟོ།

ཅིག་ཚོར་བ་ཤུགས་ཆེན་པོ་འདི་འདྲའི་ཀླད་ཡད་ག་རེ་ཡིན་ན་ཟ། ད་དེ་དངོས་གནས་རེད་དྲི་བ་སྤེལ་བར་ཡག་པོ་རེད། ད་དེ་ནས་དགྲ་བཅོམ་པ་རྩ་བའི་དགེ་མིན། ད་ཐེག་པ་ཆེན་པོས་ཐེག་པ་ཆེན་པོས་ཀྱི་ད་དགྲ་བཅོམ་པ་ཡིན་ན་སངས་རྒྱས་ཡིན་དགོས་རོགས་ཟེར་བ། ད་ལྟ་སྐབས་འདིར་དགྲ་བཅོམ་པ་ཟེར་ཉེན་ད། ད་ཐུན་མོང་མ་ཡིན་པའི་གདུལ་བྱའི་ནང་ངོ་ག་རེ་ཡིན་པས་ད་ཐུན་མོང་གདུལ་བྱ་དག་ལ་ཨ་ནི་ཉན་ཐོས་དགྲ་བཅོམ་པ། ད་ཉན་ཐོས་དགྲ་བཅོམ་པ་འདུ་འཛོ་ཡང། རྩ་བའི་དགེ་ད་མིན། འཁོར་བའི་སྡུག་བསྔལ་དེ་སྤངས་པ་རེད་ཟེར་བ། ཡིན་ནས་ཡང། ཨ་ནི་རང་དོན་ཡོངས་སུ་རྫོགས་ཡོད་མ་རེད་གཞན་དོན་ཡིན་ན་ཡོངས་རྫོགས་རྒྱུ་རེད། སངས་རྒྱས་གོ་འཕང་ཐོབ་པ་ལ་ཨ་ནི་ཤེས་སྒྲིབ་ཕྲ་མོ་སྤང་དགོས་རེད། ཐེག་པ་ཆེན་པོའི་ས་ཕྱོགས་དང་ལམ་ངོ་འཕྲོད་དགོས་རེད། ད་ལྟ་ད་ལྟ་ཉན་ཐོས་ཀྱི་དགྲ་བཅོམ་པ་དང་ཐེག་པ་ཆེན་པོའི་བྱང་ཆུབ་སེམས་དང་དེ་འདྲའི་སྟེང་མ་འདྲེས་པ་ཡིན་ཙང།

ཨེ་དམ་དབང་གུ་རུ་རེ་རྣམས་མི་འབྲལ་ལ་གང་ཉན་ཡིན་དང་ཡང་མེད། འཇམ་པའི་དཔའ་བོ་གཞི་བདག་མཁྱེན་པ་དང་སྐུ་མདོག་བཟང་པོ་དེ་ཡང་འདི་ཡིན། དེ་དག་ཀུན་ཡེ་ཤེས་སུ་བདག་ལུས་ཀྱི་དགེ་བ་འདི་དག་ཐམས་ཅད་རབ་ཏུ་བསྔོ། གང་དེ་རལ་བའི་གོ་བའི་ཞིང་གང་ལུགས་ཕན་དང་བདེ་བ་མ་ལུས་འབྱུང་བའི་གནས་སྤྱན་རས་གཟིགས་དབང་ཏིང་འཛིན་རྒྱ་མཚོ། རྒྱ་བལ་སྲིད་སྡེ་བར་དུ་བདེ་འགྱུར་གྱི་བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་རྒྱུ་སྐྱེ་བ་ཉམས་པ་མེད་པར་གོང་ནས་གོང་དུ་སྤེལ་བར་ཞུ།